དེ་ནི་ད་ལྟའི་འཇར་མ་ནི་གི་གྲོང་ཁྱེར་མུན་ནིག་ལ་ནི་ད་ལྟའི་འཛམ་གླིང་བདེ་འཇགས་ཚོགས་འདུའི་ལ་ཨོ་ར Security Conference འཚོགས་བཞིན་པ་རེད་དེ་ཡང་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་དབྱི་གིས་ཁ་ཚང་གཏམ་བཤད་སྤེལ་བའི་ནང་ལོ་ཡ་ད་ལྟའི་ཨ་རི་གི་མ་འོངས་སྲིད་ཇུས་ནང་ལོ་ཡ་ཐའེ་ཝན་དེ་རྒྱ་ནག་དང་ཁ་འབྲལ་གྲོལ་གྱི་ལས་གཞི་སྤེལ་བ་ཡིན་ན་ཨ་རི་དང་རྒྱ་ནག་གཉིས་ཁ་བཏད་བྱ་ཡ་འོ་ན་གདོང་ཐུག་རྒྱག་ཡ་གདོང་ལེན་བྱེད་ཡ་དེ་འདྲ་གི་གནས་སྟངས་ཡ་རྒྱུ་སེ་གི་རེད་སླེམ་ད་ག་འདྲ་སྡིག་ར་བཏང་པའི་གནས་ཚུལ་བཅས་རེད་དེ་ཤ་དེ་ནི་ཡུ་ཀུ་རེན་གི་སྲིད་འཛིན་ཛེ་ལན་སི་ཀེ་གི་ར་ཤི་ཡ་སྲིད་འཛིན་པུ་ཏིན་ཡ་པུ་ཏིན་ཁོ་རང་གི་སོ་སོ་དེ་ད་ལྟའི་ར་ཤི་ཡ་གི་ཁྲི་གསར་ལ་ཞུ་ད་དེའི་གཅིག་སྟོང་དགུ་བརྒྱ་བཅུ་བདུན་གྱི་གོང་ལ་ར་ཤ་ཡ་དེ་རྒྱ་བུག་དབང་བསྒྱུར་རེད་བ། དེའི་སྐབས་སུ་རྒྱ་བུག་ཡིན་པ་འདྲ་བོ་ཅིག་ལས་ཤེས་བྱེད་ཀྱི་ཡོད་དེ་ནི་ཁོ་རང་དེ་མ་རེད་བ། ཁོ་རང་ད་ད་ལྟའི་དམག་གི་གཡོག་པོ་ཆགས་པ་རེད། ད་དམག་གཅིག་ཐོས་གཉིས་ཐོས་རྒྱབ་བྱས་དམག་རྐྱེན་རྐྱེན་གྱི་ལས་ཤེས་བྱས་བྱས་ཁོ་རང་དེ་བྱས་པ་རེད་བ། ར་ཤི་ཡ་གིས་ཡུཀ་རེན་གྱི་གློག་གི་ལྟེ་གནས། ཚང་མ་ཡང་ནི་གནོད་སྐྱོན་བཏང་མེད་པ་ཡོད་མ་རེད། ད་ནས་ཞེས་ཡུག་ཀེ་རེན་མི་མང་གིས་ར་ཤ་ཡའི་གི་སྟག་ཁོ་རང་སུ་གློད་གི་རེད་བསམ་ནས་སྟག་རོ་རེ་བ་འདྲ་བོ་དེ་བྲེལ་ཚབ་རེ་བྱེད་མཛད་ཀི་ནུབ་ཕྱོགས་རྒྱལ་ཁབ་གི་ད་ད་འདི་རུ་བརྒྱབ་པའི་ཐོག་ནས་གང་དག་ར་ཤ་ཡ་ལ་ཁ་བརྡས་བྱེད་དགོས་གི་རེད་ཟེར་བ་ཁོ་རང་སུ། འཛམ་བུ་གླིང་འདི་ན་ཁོ་རང་སོགས་དབང་ཆ་ཆེ་ཤོས་ཀྱི་ལས་གཞི་འདི་སྤེལ་བསྡད་པ་འདི། སྟག་གདོང་ལེན་བྱས་ལ་ནི་རོགས་པ་བྱེད་ཁུག་རེད་སླད་ཆ་ཁོ་རང་རེ་འདུས་སྟོན་པའི་ནི་ཚུལ་ཅལ་རེད་འདི་བཤད། དེ་ནི་དབྱིན་ཇིའི་སྲིད་བློན Keir Starmer གྱི་ཁ་ཚང་ས་པན་པ་ཡ། དབྱིན་ཇིའི་གི་མཚོ་དམག་རུ་ཁག་ཅིག་ད་ལྟའི Greenland གྱི་ཉེ་འཁོར་ལ་ཡར་བཏང་གི་ཡོད། གང་ཡིན་ཟེར་ན་ད་ལྟའི Russia གྱི་གོ་ལག་ཆ་བཟོས་ཡ་གྱི་གྲངས་ཀ་དེ་ཤུགས་ཆེར་བཏང་པ་དང་ར་ཤི་ཡ་གི་དམག་གི་ནུས་པ་དེ་ཤུགས་ཆེར་དྲུག་ཡོད་པས་ཙང་དེ་ལ་ཁ་བརྡའི་བྱས་ཀྱི་ཆེད་དུ་ད་ལྟ་ནས་ང་ཚོས་ས་ཆ་ཟིན་པའི་ཐོག་ནས་གྲ་སྒྲིག་བྱས་དགོས་ཀྱི་རེད་ལ་དེ་འདྲ་གི་གནས་ཚུལ་སྤྱད་རེད་བྱས། ཁོ་རང་གིས་བཤད་བྱས་བྱས་ན་ད་ལྟའི་ཡུ་རོབ་དང་ནི་ཨ་རིག་གི་ནེ་ཐྲོ་གི་སྟོབས་ཤུགས་དེ་ཉམ་ཆུང་བ་དག་ནི་གཅིག་འཇམ་འཁྲ་གི་འདུག་ཟེར་ར་ཤི་ཡ་གདོང་ལེན་བྱས་ལ་འདི་ར་ཤི་ཡ་ལ་གདོང་ལེན་བྱས་ཀྱི་ཆེད་དུ་ང་ཚོས་མཉམ་རུབ་ཀྱི་ནུས་པ་ཤུགས་ཆེར་སྤེལ་དགོས་རེད་ཟེར་ལབ་བྱ་ག་མེད་ནང་པའི་ནི་ཚོའི་དཔྱད་རེ་དེ་བཞག་ད་ན་ཞེས་ཕ་གིའི་ཚོགས་འདུའི་སྐབས་སུ་རྒྱ་ཁབ་ལྔ་ལྡན་པའི་རུ་ཁག་བཅས་ཀྱི་ཁ་སྔོན་ད་ལྟའི་ར་ཤི་ཡ་ཀྱི་ཆབ་སྲིད་བཙོན་པ།

དུག་སྤྲད་བྱས་ནས་གང་དག་བསད་བྱ་སོགས་དེ་གཅིག་ཤིག་འདུག་ད་ད་འདི་ཁོ་རང་ཚོ་གིས་ཞིབ་འཇུག་བྱས་ཡོང་དུས་ད་ཁོ་རང་ཚོ་ད་ག་ལོ་གནས་ཚུལ་རག་རྒྱུ་ཚང་མ་ཡ་ཞིབ་འཇུག་བྱས་ཡོང་དུས་བེག་པག་གི་དུག་ད་ང་ཚོས་བེག་པག་དེ་འདྲའི་འོད་ཆེན་པོ་ཞིག་འདུག་དེའི་གི་ཤ་གསེང་ལ་དུག་ཞིག་ནག་ཚ་བོ་དེ་འདྲ་ཡོད་པ་འདྲ

ཉེ་བའི་ཆ་ལ་འཛམ་གླིང་གོ་ལའི་འགྱུར་ལྡོག་དང་བྲལ་བའི་ཐོག་ནས་ཚོགས་ཡོད་པ་དང། རྩ་བའི་ཐཱན་ཏའི G Four ལས་ཀྱི་རུ་ཁག་དེ་ཉིས་སྟོང་ལྔ་ནས་བཙུགས་ཡོད་པའི་གནས་ཚུལ་བཅས་རེད། ཆ་ད་ཐཱན་ཏའི་འཛམ་གླིང Security Council། UNO། གི་མཉམ་འབྲེལ་རྒྱལ་ཚོགས་ཀྱི་མཐོ་ཤོས་དེའི་ནང་ལོའི་རྒྱལ་ཁབ་ལྔ་ཡོད་པར། ཐེངས་འདིའི་ནང་ལོ་ཡང་ཁོ་རང་ཚོ་འཚོ་བའི་གི་ཆེད་དུ་ལས་གཞི་སྤེལ་ལ་གཅིག་གིས་གཅིག་ལ་རྒྱབ་སྐྱོར་བྱས་དང་ག་ལོ་རོགས་རམ་བྱས་གི་ཆེད་དུ་ཚོགས་པ་དེ་བཙུགས་བཞག་པའི་གནས་ཚུལ་བཅས་རེད་དེ་ད་ག་འདི་ནང་ལོ་ཨེ་ཤ་ཡ་ནི་གཉིས། ཡུ་རོབ་ནི་གཅིག་ལྷོ་ཨ་མེ་རི་ཀ་ནི་གཅིག་བྱས་བྱས་ད་ག་འདའ་རྒྱལ་ཁབ་བཞི་མཉམ་རུབ་ཐོག་ནས་ནུས་པ་སྤུངས་ཡ་གི་ལས་ཀ་གཅིག་བྱེད་གི་ཡོད་པའི་གནས་ཚུལ་བཅས་རེད་དེ་དེ་ནི་ཕ་གི་ཨི་རན་གི་ད་ལྟའི་ཁ་བརྡའི་ཚོགས་པའི་རུ་ཁག་གཙོ་བོ་སྔོན་མ་རྒྱ་རྒྱུད་ཀྱི་ཡིན་པ་སྐྱབས་བཅོལ་བགྲོ་ཟིན་ངས་རེད་རྩ་བྷ་ལ་བྷི་ཀྱི་ནི་ཕ་གི་མུ་ནིག་ལ་ངོ་རྒོ་རྒྱབ་ཆ་ག་འདྲ་མི་འབུམ་གཉིས་སུ་འཛོམས་ཡོད་པའི་ནི་ཚོས་བཅད་རེད་ཤ་ད་འདི་ཨི་རན་སྲིད་གཞུང་ལ་ངོ་རྒོ་རྒྱབ་ཡོད་པ་དང་ནི་ད་འདི་ཁོ་རང་སུ་གི་སྔོན་མ་རྒྱ་རྒྱུད་ཀྱི་འགོ་དཔོན་གྱི་བཤད་ཆ་བྱས་ན་ཁོ་རང་གི་ཨི་རན་གཞུང་གསར་བ་ཆོས་དད་རང་མེད་ཀྱི་ཐོག་ནི་ནི་རྐྱང་གི་ཡིན་ཟེར་ནི་ཁོ་རང་ལ་གོ་སྐབས་སྤྲད་རོགས་བྱས་ཟེར་ནི་བཀའ་མོལ་གནང་གི་ཡོད་པ་དང་ཐ་ན་ཞེས་ཨ་རིའི་སྲིད་འཛིན་ཁྲོམ་ལས་ན་ད་གྲོས་མོལ་གྱི་ལས་གཞི་དེ་མཚམས་འཇོག་བྱེད་རོགས་བྱས་ཟེར་ར་འབྲུ་ཡོང་ངེས་ཡོད་མ་རེད་ད་ཨ་རིས་རང་གིས་ཐེ་བྱུས་བྱས་པའི་ཐོག་ནས་ནས་ཕ་གའི་གཞུང་ཡ་ནི་དུ་ས་ཁ་ལོ་གཏོར་རྒྱུ་གཏོར་རྒྱུ་བ་ཀྱི་གཏང་དགོས་རེད་ཟེར་བྱས་ཁོ་རང་གིས་རེ་བ་རྒྱག་གི་ཡོད་པའི་གནས་ཚུལ་ཡོད་ཅེས་རེད་ད་ཤ་ཚ་བའི་ད་ལྟའི་ཨི་རན་ད་ཨ་རི་གཉིས་ཀྱི་ཚོགས་འདུ་དེ་ད་ཉེ་ཆར་དུ་ས་ཨོ་མན་ལ་ཚོགས་བོར་བ་ད་འདི་མཇུག་མ་གི་ས་སྤེན་པ་ཡ་ནི་ད་ད་སུས་ལ་འཚོ་བ་ཡག་གི་ཐ་དད་སུས་ཇི་ནི་བ་ལ་འཚོ་བ་ཡག་གི་ཆ་ཤས་སྟིང་སྡིག་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་རེ་རྫ་དཔལ་བའི་འགྲོ་བྱེད་ན་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་དགུ་ནས་ད་ཨི་རང་ནི་བ་སྐྱབས་བཅོལ་ཕྱིན་ཅན་ད་ད་བ་དོ་སྐྱབས་བཅོལ་ལ་བསྡད་བྱ་ནི་འདུག་ལས་ཀ་བྱེད་སྡིག་ཡོད་པའི་གནས་ཚུལ་བཅས་རེད་དེ་ཤ། མུ་མཐུད་གནས་ཚུལ་ཁག་ཅིག་ཞུས་ཡོད་པ་ཡིན་ན་ད་ཐེངས་འདིར་རྒྱ་གར་གྱི་ཕྱི་སྲིད་བློན་ཆེན་ཨེས་ཇེ་ཤན་གྷར་ཡ་ཁ་ཚང། མུ་ནིག། འཇར་མ་ནི་ལ་བཅར་འདྲི་བཅས་ཀྱི་སྐབས་སུ་ཉེ་བའི་ཆ་ལ་རྒྱ་གར་དང་ཨ་རི་གཉིས་ཚོང་འབྲེལ་གྱི་ཐོག་ལ་གན་རྒྱ་ཡག་པོ་བཞག་ཐུབ་བྱུང་བ་རེད། ད་ལྟའི་བྱུང་བའི

ཐག་གཅོད་དེ་ཚོ་དང་ནི་སྔོན་མ་ནས་ཡོད་བསྡད་པའི་ལྟ་བ་ལངས་ཕྱོགས་སྲིད་ཇུས་དག་རང་གཞི་རྩ་བཞག་པའི་ཐོག་ནས་ལས་ཀ་བྱེད་ཀྱི་རེད་མ་གཏོགས་ནི་གཅིག་ཆོམ་རྒྱག་བརྒྱབ་ནས་ཁོག་ཁ་ས་བྲོས་དེ་འདྲས་ཀྱི་ཡོང་གི་མེད་བསྡད་པ་ད་གང་དག་ཅིག་བཟའ་ཚང་འགྲོ་མ་སོང་ན་ཆང་ས་རྒྱ་ཚ་བའི་རྣམ་པ་འགྲོ་ཁྱེད་ལ་ག་འདྲ་ཡོང་གི་རེད་ད་དེ་འདྲས་ན་ཤེས་ནི་བརྟན་པོ་ཡོང་གི་རེད་ཟེར་ནི་གྱ་གྱའི་ད་ལྟའི་སྣུམ་ཉོས་དེ་ད་འཛམ་བུ་གླིང་གི་ཁྲོམ་ར་དང་གནས་སྟངས་མང་པོ་ཅིག་ལ་བལྟས་བྱས་ནི་ང་ཚོ་གི་སྣུམ་འདི་ཉོ་གི་ཡོད་རེད་ལབ་བྱས་ད་གང་དག་སྤྱི་ཡོངས་ཀྱི་ལན་འདེབས་ལྟ་བུ་བྱེད་པའི་གནས་ཚུལ་བཅས་རེད་དེ། ཤ་ཏི་ནས་ཨ་རིའི་གི་ཁྱི་སི་དྲུང་ཆེ་མར་ཁིའོ་རུ་བྷི་ཡོ་གི་ཕ་གའི་གཏམ་བཤད་ཡང་ནི་འདུག་ཟེར་དངོས་གནས་ཁ་ལོ་ཏི་ད་ལྟའི་ཙམ་པོ་གླིང་གི་སྲིད་ཇུས་ནོར་གྱི་ཡོད་པ་ད་འདི་གཙོ་བོ་སྔོན་མ་ཡིན་ན་དུས་ཚོད་གཅིག་ལ་ད་ལུང་པ་སྐྱོ་བ་དང་རྙོག་དྲ་ཡོད་སར་གི་མི་ལུང་པ་གཞན་པའི་སྐྱབས་བཅོལ་གླན་བྱས་ད་ག་ནུ་མང་པོ་བྱས་པྲི་བ། ཏེ་འདི་རྦད་ནོར་ཡོད་པ་དང་དེ་འབྲེལ་གྱི་ཐོག་ནས་དགའ་མོས་ཤུགས་ཆེན་པོ་གནང་སོང་བ། ཏེ་འདི་དང་འབྲེལ་བའི་ཐོག་ནས་ཁོ་རང་གིས་ཡང་ཟུར་དུ་ལན་འདེབས་བཅས་ཀྱི་ནང་ལོགས་ཡ། ད་ལྟའི་ཨ་རིའི་སྲིད་འཛིན་ཀྲུམ་གྱིས་ཨི་རན་མཉམ་དུ་གྲོས་མོལ་བྱས་ཀྱིས་འབད་བརྩོན་བྱེད་ཀྱི་ཡོད་རེད་ཟེར་བ། དེས་མ་ཟད་ཨི་རན་གྱི་དཀའ་ངལ་སེལ་ཡ་དང་ཨ་ནེ་ཐང་ན་ཞིག་ཨི་རན་གྱི་ཆེས་མཐོའི་འགོ་ཁྲིད་ཨ་ཡོ་ཏོ་ལ་ཨ་ལི་ཁེ་མི་ནི་མཉམ་དུ་ནས་སྲིད་འཛིན་ཀྲུམ་གྱི་མཇལ་འཕྲད་བྱས་ཀྱིས།

ཨ་རི་ཡ་ཐག་གཅོད་བྱུང་ཡ་གཅིག་ཡ། ཨི་རན་གྱི་གྲོས་མོལ་དེ་ནི་ཅིག་ཚགས་ཚུད་པོ་མ་ཡོང་པ་ཡིན་ན་གནོད་ཤུགས་ཆེན་པོ་སྤྲད་ཕྱིར་རོ་གང་དག་གནོད་ཤུགས། དང་པོ་གནོད་ཤུགས་ཆེན་པོ་སྤྲད་ཀྱི་ཐག་གཅོད་བྱུང་ཡོད་པའི་གནས་ཚུལ་བཅས་རེད་ཚེ་དེའི་ནང་ལོ་ཡ་གཙོ་བོ་གནོད་ཤུགས་སྤྲད་གཅིག་སྟེ་ཨི་རན་གྱི་སྣུམ་གྱི་ཐོན་ཁོངས་ཆེན་པོ་དེ་ནི་སྣུམ་གྱི་ད་ཐོན་ཁོངས་བརྒྱ་ཆ་བརྒྱད་ཅུ་རྒྱ་ནག་ལ་བཙོང་གི་འདུག་བ་དེའི་ཉོ་ཚོང་ཡ་བཀག་སྡོམ་གྱི་ལས་གཞི་ཆེན་པོ་སྤེལ་བྱ་གང་དག་ཨི་རན་ལ་དཔལ་འབྱོར་གྱི་དཀའ་ངལ་ཤུགས་ཆེན་པོ་གྲལ་གྱིས་ཐག་གཅོད་བྱུང་ཡོད་པའི་གནས་ཚུལ་བཅས་བཤད་བསྡད་ཀྱི་འདུག་དེ་ནི་བཱང་ལ་དེཤ་གི་གཞུང་གསར་བ། Bangladesh Nationalist Party། དང་ཁ་ཚང་ཐོག་བར་བ་ཚད་མཐོན་པོའི་ཐོག་བཤད་ཕྱིན་ཚང་གིས་ད་ཁོ་རང་སོགས་ཀྱིས་སྤྱི་ཟླ་གཉིས་པའི་ཚེས་བཅུ་བདུན་ཡར་གནས་དུ་དམ་འབུལ་ཞུ་ཡས་ཀྱི་ཆ་ཤས་ཆེ་གི་ཡོད་པའི་གནས་ཚུལ་བཅས་རེད་ད་ཆ་དེའི་ད་ལྟའི་བང་ལ་དེཤ་གི་སྲིད་འཛིན་མོ་ཧ་མད་ཤ་བོ་དིན་གྱི་འགྲམ་ནས་གནས་དུ་ཚང་མའི་དམ་འབུལ་ཞུ་ཡས་ཀྱི་ཆ་ཤས་ཡོད་པའི་གནས་ཚུལ་གཅིག་དང་ནས་ད་ལྟའི་བང་ལ་དེཤ་གི་རྒྱལ་ཁབ་ཁག་བཅོ་གསུམ་གྱི་སྐུ་མགྲོན་དམིགས་བསལ་གྱི་འབྲེལ་འདྲིས་ཞུ་ཡོད་པའི་གནས་ཚུལ་བཅས་རེད་ད་ཆ་ད་དེའི་ནང་ལོ་ཡ་ད་ལྟའི་རྒྱ་གར་རེད་རྒྱ་ནག་རེད་སའུ་ཏི་ཨ་རེ་བྷི་ཡ་པ་ཀི་སི་ཐན་ཐུར་ཀི།

ཀྱང་གྲོང་ཁྱེར Mumbai ལ་ནི་དུ France གྱི་སྲིད་འཛིན་མཉམ་དུ་མཇལ་འཕྲད་ཀྱི་དུས་ཚོད་ཡང་སྟོང་ཁ་རྒྱབ་བྱས་ནས་ད་ལྟའི་རྒྱ་གར་ལོག་གསར་པ་གྱི་གྲོས་ཚོགས་ཚོགས་གཙོ་རེན་དྷ་ན་ཤི་ཆི་སི་ལི་ཀོང་གི་དྲུང་ཆེ་བཀའ་དྲུང་ལག་རོགས Vikram Misri གཉིས་ནི་དུ་ཕ་གི་ལ་དུ་རྒྱ་གར་གྱི་སྐུ་ཚབ་བྱས་ནས་འགྲོ་གི་ཡོད་པའི་འབྲེལ་མཚོན་བཅས་རེད་བལྟས་ཤག།

ཀན་ན་ཀྲ་དང་དབྱིན་ཇི་གི་མི་སེར་ཡིན་པ་ཡིན་ན་རྒྱ་ནག་ལ་ཉི་མ་སུམ་བཅུ་གི་རིང Visa Free ལོག་རེད་ད་གང་དག Visa པའི་ཤ་ཁྲེས་མ་བགོ་བའི་འགྲོ་ཆོ་ཡ་གི་འདུག་ས་སེ་ར་སྤེལ་ཡོད་པའི་གནས་ཚུལ་བཅས་རེད་ཤ་རྩ་བའི་ད་དེ་སེ་ར་ཡོང་ཡས་དེ་ཉེ་བའི་ཆ་ལ་ཀན་ན་ཀྲ་གི་སྲིད་བློན Mark Carney དང་དབྱིན་ཇི་གི་སྲིད་བློན་ཁྲེས་ཁྲེས་མོར་ཉིན་ལྟར་དུ་ས་གཅིག་ཆུ་གཉིས་ཐུལ་བྱས་ནས་རྒྱ་ནག་ལ་ཕྱིན་པར། དེའི་སྐབས་སུ་གྲོས་མོད་ཅུང་ཞར་པའི་གནས་ཚུལ་བཅས་རེད་དེ་བཤད། དེ་ནི་ད་ལྟའི་ད་རྒྱ་ནག་གི་དེའི་གསལ་བསྒྲགས་དེ་སྤེལ་བྱེད་ས་གཉིས། ད་རྒྱ་ཡི་ལོ་སར་ཕྱི་ཟླ་གཉིས་པའི་ཚེས་བཅུ་བདུན་ཉིས་སྟོང་ཉི་ཤུ་རྩ་དྲུག་ནས་འགོ་བཙུགས། བྱས་ནས་ཉིས་སྟོང་ཉི་ཤུ་རྩ་དྲུག་གི་ཕྱི་ཟླ། བཅུ་གཉིས་ཀྱི་ཚེས་སུམ་ཅུ་སོ་གཅིག་བར་དུ་ཡང་ནི་ཁོ་རང་སོགས་ཀྱི་ཚོད་ལྟའི་གླ་བོ་རེ་ད་ལྡི་བར་དུ་ལ་བསྡུ་བཞག་གི་ཡོད་པའི་གནས་ཚུལ་བཅས་རེ་ད་ཆ་ཆན་ཚང་གིས་ཏག་ཁྱོད་རང་ཉི་མ་སུམ་ཅུ་དེའི་ནང་ལོག་ཡ། ནས་ཡུལ་སྐོར་སྤྲོ་འཆམ་བའི་དོན་དག་ཡང་འགྲོ་ནས་འགྲིག་གི་འདུག་ནས་ཚོང་གི་དོན་དག་ཡང་འགྲིག་ནས་འགྲིག་གི་འདུག་ཡང་ནང་མི་དང་སྤུན་མཆེད་དང་གྲོགས་པོ་གྲོགས་མོ་ཡང་ཐུགས་ཁག་འགྲོ་གི་ཡོད་ན་འགྲིག་གི་འདུག་ཆན་ཚང་གིས་ད་ཅིག་དབྱིན་ཇི་ལ་ད་ང་ཚོ་བོད་རིགས་ཞེ་དྲག་ཡོད་མ་རེད་ད་ཡང་ཁ་ན་དྲ་ལ་བོད་རིགས་ཁ་ན་དྲ་གི་མི་སེར

རང་བྱུང་ལྗོངས་ཀྱི་མངའ་འོག་མ་ཡིན་པའི་གི་ཏང་ཚོ་བོད་ཀྱི་ས་ཁུལ་ཡོ་རོབ་བ། དེ་ཚོ་ལ་ལྟ་ད་ཡུ་རོབ་ཡིན་ན་འགྲོ་ཐུ་གུ་འདུག་བ་ད་འདི་ན་ཤས་ཆེ་ནས་འགྲོ་ཐུ་ཡས་ཀྱི་རེ་བ་ཡོད་བསྡད་པ་རེད་བྱས་ཙང་གི་ད་ཡས་ང་རང་སོ་འགྲོ་དུས་སྐབས་སུ་ཟབ་ས་མང་པོ་བཅས་བྱས་སྒུག་གི་ཡོད་པ་འདྲ། འོ་དེ་ནས་ཨ་རི་དང་ཨི་རན་གཉིས་ཀྱི་གྲོས་མོས་དང་འབྲེལ་བའི་ཐོག་ནས་ད་ཁ་ཚང་རིམ་པ་གཉིས་བ་གཅིག་ཚོགས་ཡོད་པ་འདྲ་ད་འདི་སྐབས་སུ་གཙོ་བོ་ད་འདི་རྡུལ་ཕྲན་མཚོན་ཆ་བཟོས་ཡས་དང་འབྲེལ་བའི་ཐོག་ནས། སྐད་ཆ་བཤད་ཡོད་པའི་གནས་ཚུལ་བཅས་རེད་དེ་བྱས་ནས་ད་ད་ལྟའི་ཕྱོགས་གཉིས་ཀ་གི་གནས་སྟངས་གཙོ་བོ་དེ་གང་ལ་བབས་ཐུག་གི་མེད་པའི་ཐོག་ནས་ཨ་རིའི་ཕྱི་སྲིད། དེ་ནི་ཨ་རི་དང་ཨི་རན་གཉིས་ཀྱི་གྲོས་མོས་དང་འབྲེལ་བའི་ཐོག་ནས་ད་ཁ་ཚང་རིམ་པ་གཉིས་བ་གཅིག་ཚོགས་ཡོད་པ་འདྲ་ད་འདིའི་སྐབས་སུ་གཙོ་བོ་ད་ལྟའི་རྡུལ་ཕྲན་མཚོན་ཆ་བཟོས་དང་འབྲེལ་བའི་ཐོག་ནས་སྐད་ཆ་བཤད་ཡོད་པའི་གནས་ཚུལ་བཅས་རེ་ད་བྱས་ནས་ད་ད་ལྟའི་ཕྱོགས་གཉིས་ཀ་གི་གནས་སྟངས་གཙོ་བོ་དེ་གང་ལ་བབ་ཐུག་གི་མེད་པའི་ཐོག་ནས་ཨ་རིའི་ཕྱི་སྲིད་དྲུང་ཆེ་མར་ཁེའོ་རུ་བྷི་ཡོ་གིས་ད་ལྟའི་གསར་འགོད་གསལ་བསྒྲགས་པ་ཆ་ཤས་བྱས་པ་ཞིག་ན་སྲིད་འཛིན་ཁྲི་རམ་གྱི་ལྟ་བ་ལངས་ཕྱོགས་དེ་གཙང་མ་རེད་ཟེར་བ་བྱུང་བ་ཡིན་ན་ནི་གྲོས་མོལ་གྱི་ཐོག་ནས་སྐད་ཆ་བཤད་བྱས་དོན་དག་འགྲིག་རྒྱ་དེ་རེད་གི་སྲིད་དེ་མ་བྱུང་བ་ཡིན་ན་ཨ་ནི་ཨ་རིག་གི་ད་ལྟའི་གནོད་ཤུགས་ལོག་རེད་ད་ག་འདྲ་དྲག་གནོན་གྱི་ལོག་རེད་ད་དེ་འདྲས་ཀྱི་ལ་ད་བྱེད་སྲིད་ཀྱི་རེད་ཟེར་ནས་དེ་འདྲས་དཔྱད་བཤད་བསྡིགས་འདུག་རྩ་བའི་ཨི་རན་དེ་ད་ནི་འཛམ་བུ་གླིང་རྒྱལ་ཁབ་ཚང་མ་མཉམ་དུ་ཅིག་གྲོས་མོལ་བྱས་ལ་དཔེ་མི་སེར་ཁག་པོ་ཡོད་དེ་ངའི་རྒྱལ་ཁབ་ཅིག་རེད་བཟོ་ཡིན་ང་ཚོས་ད་ད་འདྲའི་འབོད་བརྩོན་ཧུར་ཐག་བྱེད་ཀྱི་ཡོད་ཟེར་ན་འདི་ཤེས་ཡོད་པའི་ནི་ཚོའི་དཔྱད་རེད་ད་ཤ་ད་ག་འདྲ་ཨི་རན་གྱི་ན་ཉེ་བའི་ཆ་ལ་ཨ་རིག་གི་གི་སྲིད། ཨི་རན་ཡར་གནོད་སྐྱོན་བཏང་བས་ན་ཨི་རན་གྱིས་ཨ་རི་གི་དམག་གི་ལྟེ་གནས་ཁག་ཉེ་འགྲམ་ལ་ཡོད་འདོད་པ་གཏོར་སྐྱོན་བྱེད་ཀྱི་ཡིན་ཟེར་ནས་རྫིག་པོ་བཤད་ཡོད་པའི་གནས་ཚུལ་གཅིག་དང། ནི་ད་ལྟའི་ཕྱོགས་གཉིས་ཀ་གི་བཀའ་མོལ་དེ་ཡག་པོ་བྱུང་བས་ན་ནི་གཉིས་ཀ་གི་དཔལ་འབྱོར་ལ་ཕན་གྱི་རེད་ལབ་བྱ་ཡང་ཨི་རན་གྱི་ཕྱི་སྲིད་བློན་ཆེན་གཞོན་པས་བཤད་ཀྱི་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་སྟག་གང་ལྟར་སྔོན་མ་ཉིས་སྟོང་བཅོ་ལྔ་ལོ་ལ་ཨི་རན་གྱི་རྡུལ་ཕྲན་མཚོན་ཆ་ལ་བོར་ད་དེ་རྒྱ་སྐྱེད་སྟངས་ཀྱི་ཐོག་ལ་ནི་ཁོང་ཚོ་གན་རྒྱ་ལ་བོར་བ་དང་གང་ལྟར་ཡིག་ཆ་བཅས་བཞག་ཐུག་ཡོད་པ་དང་ཕྱིས་སུ་ཉིས་སྟོང་བཅོ་བརྒྱད་ལོར་ཨ་རིའི་སྲིད་འཛིན་ཀྲམ་བསླེབས་ནས་དེ་ཚང་མ་ཕྱི་འཐེན་བྱས་ཆ་ཨི་རན་ལ་ད་དུས་ཉེས་ཆད་འཕར་མ་བཏང་ཆ་བཞག་ཡོད་པའི་གནས་ཚུལ་བཅས་རེད་དེ་ཤ། དེ་ནི་ཨ་རིའི་སྲིད་འཛིན་ཀྲུམ་གྱིས་སྒེར་གྱི་སྤྱི་ཚོགས་དྲ་རྒྱ Truth Social ནང་ལོག་བཀལ་བྱས་ཡབ་བྱས་ན་འབྱུང་འགྱུར་རེ་ས་ཕུར་བུ་ཡ་ད་འདི Board of Peace གྱི་ཚོགས་མི་དེ་ཚོ་ཚོགས་འདུ་ཚོགས་ཡ་ཡིན་ཟེར་བ་ད་ན་ཞེས་ཁོ་རང་སོགས་ཀྱི་ཚོགས་པའི་མ་དངུལ་རུ་བྱས་ནས་ད་ལྟའི་པཱ་ལེ་སི་ཏིན་གྷ་ཛ་ཡ་བསྐྱར་གསོས་ཀྱི་ཆེད་དུ་འགྲོ་ལ་བི་ལིན་མངགས་ཀྱི་གནས་འདུག་ས་གྲ་སྒྲིག་བྱས་ཡོད་པའི་གནས་ཚུལ་བཅས་བཤད་བསྡད་ཀྱི་འདུག་ཐ་ན་ཤའི་སྲིད་འཛིན་ཀྲམ་གྱི་ཚོགས་འདུ། ད་ལྟའི Board of Peace གྱི་ཏཱ་གཞུང་འབྲེལ་གྱི་ཚོགས་འདུ་ཐེངས་མ་དང་པོ་དེ Donald J Trump Institute of Peace Donald J Trump གྱི་ཞི་བདེའི་ལྟེ་གནས་ཁང་ལ་གནས་ལ་ཞུ་དུས་ད་ག་ད་ཏིང་ཡོན་ལ་ཏིལ་ཨ་རིག་གི་མིང་གཞན་པ་བྱས་ཡོད་པ་འདྲ་སྟེ་ད་ཁ་སང་ཁོ་རང་སྲིད་འཛིན་ཀྲམ་ཁོ་རང་གི་མིང་བསྐྱར་བཤད་སྲོལ་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་སྟག་དེའི་སྒྲ་བཤད་ཅན་ནི་ག་ནི་ནིའུ་ཡོག་ལ་ཡང་ས་ཆ་ཁག་ཁ་ཤས་ཅིག་གི་མིང Donald Trump གིས་བཞག་གོ་གི་ཡོད་ཟེར་ལབ་བཤད་དེ་མ་བཤད་པ་ཡིན་ན་ནིའུ་ཡོག་ལ་རོགས་སྐྱོབ་དྲིན་མེད་ལས་རོ་དེ་འདྲས་ཀྱི་གི་རེ་བཤད་དེ་པའི་གནས་ཚུལ་བཅས་ཡོད་པ་རེད་ད་ག་འདྲ་དེ་ལ་མིང་གཅིག་བཏགས་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་ནས་ད་ཁོ་རང་ཚོ་གི་ཚོགས་འདུ་དེ་ས་ཕུ་ཕུ་ལ་འཚོ་ཡ་བྱེད་ཀྱི་ཡོད་པ་འདྲ་དེ་གི་གོང་ཡར་བ་ཅི་འདྲ་གཉིས་པའི་ཚེས་བཅུ་དགུ་ལ་ཚོ་ཨེར་ཏོ་ནེ་ཏ་ཁ་ཚང་དུ་ཨི་ཟི་རལ་དམག་གིས་ནི་གྷ་ཛའི་ནང་ལོགས་ཡ་བར་བརྩད་བརྒྱབ་བྱས་ག་ད་ས་ཆ་ཁག་གཉིས་ལ་དྲག་གནོན་བྱས་པའི་ཐོག་ནས་མི་བཅུ་གཅིག་གི་ཚེ་སྲོག་ཤོར་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་ནི་ཨི་ཟི་རལ་གྱི་ཤེས་བྱས་པ་ཕྱིར་ན་ཨི་ཟི་རལ་གྱི་མི་མང་དཀྱུས་མ་དེ་ད་ག་ད་གྷ་ཛའི་གི་མི་མང་དཀྱུས་མ་དེ་སའི་ནང་ལོགས་ཡ་ནི་ཏོ་ཧ་མཱས་ཀྱི་མི་སླད་ཕྱིན་ཕ་གི་ནང་ལས་ཀ་བྱེད་ཀྱི་འདུག་རླབས་ཆེན་གང་འདྲ་ད་བམ་པར་རྩེད་རྒྱག་པའི་གནས་ཚུལ་བཅས་རེད་དེ་ཤག།